ཁ་བྱེ་བྲག་ལས་རྒྱུ་འབྲས་ཀྱི་དྲི་ཡིན། འཇིག་རྟེན་པའི་ལྟ་བ་སྐྱེས་བུ་ཆུང་ངུ། དབུས་ཉམས་ལེན་ལུས་ཡ། ལས་རྒྱུ་འབྲས་དེ་གལ་ལས་ཆེ། སྐྱེས་བུ་འབྲིང་ཉིན་ཐོན་དང་རང་བྱན་ལུས་ཡ། ལས་ལས་འབྲས་དེ་གལ་ལས་ཆེ། སྐྱེས་བུ་ཆེན་པོ་ཐེག་པ་ཆེན་པོའི་ལུགས་ལུས་ཡ། མེ་ཐབས་མེད་པ་བཅས་ལས་འབྲས་དེ་ཡིན། ཆོས་ཐམས་ཅད་རང་བཞིན་མ་གྲུབ་པའི་གནད་ཀྱིས། ཀུན་རྫོབ་རྟེན་ཅིང་འབྲེལ་བར་འབྱུང་བ། ཀུན་རྫོབ་ཏུ། རྒྱུ་འབྲས་ལུས་རགས་ལས་ནི་སྡིག་གི། འབྱུང་འབྲས་དེ་རྣམས་མི་བསམ་པའི་གལ་ཆེ་བ་ཡིན། དེ་ལྟ་བུའི་ལས་རྒྱུ་འབྲས་ཀྱི་ཁྲིད་བྱེད་པ་ལུས་དེ་བཏང་བ་ན། ད་སངས་རྒྱས་བཅོམ་ལྡན་འདས་ཀྱིས་རྒྱལ་པོ་ལ་གདམས་པའི་མདོ་ལས། དུས་ཀྱི་གཉེར་ནས་རྒྱལ་པོར་འགྲོ་བའི་ཚེ་ལོངས་སྤྱོད་རྫ་དང་གཉེན་ཤེས་རྗེས་མི་འབྲང། སྐྱེས་བུ་དེ་ནི་གར་གནས་གར་འགྲོ་ཡང་ལས་ནི་གྲིབ་མ་བཞིན་དུ་རྗེས་སུ་འབྲངས། ནམ་ཞིག་གི་ཚེ། རང་འཇིག་རྟེན་ཕ་རོལ་ཏུ་འབྱོར་བའི་དུས་ཚོད་དེ་རན་ཏེ། འཆི་བདག་སེམས་མི་བདེ་གི་སྲིན་དེ་ཁོ་གི་ལག་པ་ལས་རྩ་ལས་རང་དཔག་མ་ཐལ་བར་འགྱུར་བའི་སྐབས་ལུ་ག་དེད་པའི་འོང་ཉིད་ཡིན་ཟེར་བ་ཅན། མི་ཚེ་འདི་ན་ལོ་བདུན་པའི་སྐབས་སུ་བསགས་བཞག་བྱ་བའི་གི་ནོར་དང་ལོངས་སྤྱོད་དེ་རབ་འཛོམས་ཀྱིས་དཔུང་སྟེགས་ཀྱི་བཞག་ས་ཅི་རུ་ཡང་ཧོ་ར་གིས་ལ་པ་ལུའུ་ཁ་བརྡ་སྐུད་པ་གཅིག་ཡང་སྤགས་འཇོ་ཉེ་རྒས་རང་དབང་མིན་ཡིན་ཟེར། གཉེན་ཉེའུ་སློབ། འཁོར་གཡོག་པོ། འཇའ་ཐང་སྟོང་གིས་མཐའ་སྐོར་འདི་བས་ས་བྱེ་རུང་ཆོས་འཇིག་རྟེན་ཕ་རི་ལུ་ཇོ་འོང་མས་ཆོས་བསྐོ་བཞག་སོ་མིས་ང་ཅག་གིས་ཕྱག་རོགས་འབད་འཇོ་གས་ཟེར་ཅི་ཡང་ཅི་ཁ་ལུ་ཁི་འཇོ་བའི་གི་ཐབས་ཤེས་མིན་ཡིན། ཁོག་གི་སྡོད་པའི་སྐབས་སུ་ང་རེ་གི་དོན་དག་ལས་མེད་དེ་ང་རེ་གི་གཉེན་ཉེ་དབུ་ཕམ་སྤུན་ཆ་བུ་ཚོ་བྱམས་སྟོ་སྟོ་འདི་སོགས་ཀྱི་དོན་ལས་བསགས་སྲབ་དབྱིངས་སེ་ལས་བསགས་བདེ་གི་འབད་ས་བྱེད་རོགས། ཁྱོད་ཀྱི་དཀའ་བོ་སྤྱད་བདེ་གི་ང་ཅའི་དོན་ལས་བསགས་སྲབ་དབྱིངས། ཆོས་ལོ་རྣམ་སྨིན། སྡུག་བསྔལ་མྱོང་ས་བྱེད་རོགས་དགའ་བྱེད་མྱོང་ས་བྱེད་རོགས་འདི་ང་ཅག་གི་ཕྱག་རོགས་པའི་བགོ་བཤའ་ཅག་འབག་གས་སེ་དགའ་གས་ཕྱག་རོགས་པའི། བདག་ཉིད་ཀྱི་ཐབས་ཤེས་མིན། ལས་བསགས་པ་པོ་རང་བྱམས་ཀྱི་ཤ་ཁྲག་གི་ལུས་འདི་ཡང་བསྐོ་བཞག་བདེ་གི་ལྕེ་བྱ་བ་ཅན་མར་གྱི་ཀི་ལས་སྤུ་སྟེང་དུ་བཟུང་པས་བར་དོ་འཇིགས་པའི་དྭངས་ལུ། ཇའ་སྒྲོ་རླུང་གི་བག་ཏུ་བཟུང་པས་ས་སུ་ངེས་པ་མེད་པའི་ཕྱོགས་སུ་རང་གཅིག་པུར་འཁྱམས་ཏེ་འཇོག་གོ། ཨ་ནི་སྦྱོར་བའི་སྐབས་ལུ་རང་དང་ཅི་ཁ་འོག་མིན་ཏེ་ག་ཁྱིམ་ཟེར་བ་ཅན། འཇིག་རྟེན་འདི་ན་ལུས་བསགས་པའི་སྐབས་ཀྱི་ལས། བོད་ཀྱི་དོན་དུ་བསགས་སོ་ཅི་དྲོ་ཡང། རང་བརྩམས་གཅིག་གི་ཐོག་ལུགས་སྨིན་ཏེ་གྲངས་ལྟ་གཅིག་ཁ་ལུ་ལས་འདི་ཐོན་འོང་ཟེར། ཅེས་བསགས་པ་ཅན་བཞག་འདི་ཡང་ནམ་མཁའ་ལུས་ལྡིང་སྦྱོར་བའི་སྐབས་སུ། གི་མ་ཡོད་མ་སྟོང་ས་ཅི་དྲོ། དེ་ས་ཁ་བབས་ཀྱིས་གི་མ་དེ་ཁོ་ར་དང་འགྲན་ད་ཏིང་དག་དེ་གི་འོང་དོ་བཟོམ་པས། ལས་འདི་གི་ཡང། རང་གི་འགྲོ་བ་རིགས་དྲུག་ག་དེ་དག་སྐད་དེ་གི་བས་ས་ཅི་དྲོ་གྲངས་ལྟ་གཅིག་ཁ་ལུ་སྨིན་ཏེ་ཐོན་འོང། འབྲས་བུ་དེ་སྨིན་ཏེ་འོང་པ་ཅན། རང་ག་དོད་ས་ལུ་ག་ཐོག་ཏུ་སྐྱི་སྟོང་སྟོང་དེ་བག་ནི་གི་དེ་བཟོ་འོང། རང་གི་ལས་ངན་པ་ས་བསམ་གཡེང་བ་ཅན། རང་ག་དུས་སར་ལུས། སྡུག་བསྔལ་མ་འཇུག་བྱ་ནི་གིས་བཟུང། སྡིག་པའི་ནི་སྡིག་གིས། དགེ་བ་དང་མི་དགེ་བ་ཟིན་མི་དགེ། ལས་བསགས་དང་གཙོ་བོ་རང་གི་བསམ་པ། ཅེས་བྱ་བ་ཅན། ས་བོན་གསོན་འདི་དུག་ཡིན་པ་ཅན། ཤིང། སྡོང་པོ། འབྲས་བུ། ཀ་ར། དུག་པའི། སྐྱེ་བོ། ས་བོན་འདི་སྨན་ཡིན་པ་ཅན། ཡི་གེ་འབྲས་བུ་འདི་ཡ། སྨན་པའི་སྐྱེ་བོ། དཔེ་འདི་དང་འདྲ་བ་འབད། བསམ་པ་དེ་ཉོན་མོངས་པ་དུག་གསུམ་གྱི་སྒོ་ལས་བསགས་པར་བྱས་ནས་དེ་ལས་དེ་མི་དགེ་བ་ཡིན། བསམ་པ་དེ་དུག་གསུམ་དང་མ་འདྲེས་པ་པས་འབར་བར་བྱས་ནས་ལས་དེ་དགེ་བ་ཡིན། ལས་བཟང་པོ་དགེ་བ་བཅུ། དགེ་བ་བཅུ་སྲིད་མེད་དེ། དང་པར་མི་དགེ་བ་བཅུ་སྤངས་པ་ལས་བསྟན་ཏེ་དགེ་འོང་ངོ། དགེ་བ་བཅུ་སྲིད་མེད་དེ། མ་ར་རྐང་གྲངས་ཙམ་གྱིས་བརྩི་བར་བྱས་ནས་ལུས་ཀྱི་ལས་གསུམ། མ་བྱ་བྲལ་ལུས་དེ་གིས་བསགས་དགོས་པའི་ལས་དེ་གསུམ་ཡོད་པས། ངག་སྡིག་གིས་བསགས་དགོས་པའི་ལས་བཞི་ཡོད། ཡིད་ཀྱིས་བསགས་དགོས་པའི་གི་ལས་གསུམ་ཡོད། ལུས་ཀྱི་ལས་གསུམ་སྟེ་ག་བྱི་མོ་ཟེ་བ་ཅན་སྲོག་གཅོད་པ་མ་བྱིན་པར་ལེན་པ་འདོད་པས་ལོག་པར་གཡེམ་པ་གསུམ་པ་ནི་ལོ་རྒྱུས་ཀྱི་ལས་གསུམ་ཟེར་ལ། ངག་གི་ལས་བཞི་སེམས་མེད་བདེ་བརྫུན་ཕྲ་མ་ཚིག་རྩུབ་ངག་འཁྱལ། ནི་བཞི་བདེ་ལུགས་ངག་གི་ལས་བཞི་ཟེར་ལ། ཡིད་ཀྱི་ལས་གསུམ་སེམས་མི་བདེ་བརྣབ་སེམས་གནོད་སེམས་ལོག་ལྟ། ཨ་ནི་གསུམ་ལུས་ཡིད་ཀྱི་ལས་གསུམ། འདིས་སྡོམ་མདའ་ལུ་མི་དགེ་བ་བཅུ་ཟད། དང་བར་འདི་བས་ཨ་ཙི་ཅི་བརྒྱད། ད་དུ་འཇམ་སང་སང་པའི་ངོ་སྤྲོད་ཙམ་གྱིས་འབེལ་བ་ཅན། དང་བར་ལུས་ཀྱི་ལས་སྲོག་གཅོད་པ་སེམས་མི་བདེ། དོན་ལྔ་བྱ་བྲལ་ཕལ་སྐད་ལས་གཞན་བསྲེག་སེམས་མི་བདེ་སེམས་མི་བདེ་ཡིད་ཡིན། མ་བྱིན་པར་ལེན་པ་སེམས་མི་བདེ། རོ་གི་མ་བྱིན་པ། རང་གིས་ལེན་དེ་ཨའོ་སྐུ་མི་བདེ་ཡིན། འདོད་པའི་ལོག་པར་གཡེམ་པ་སེམས་མི་བདེ་འཇིག་རྟེན་གྱི་གཉེན་གྲོགས་ཚུལ་བཞིན་མ་ཡིན་པའི་ཚུལ་དང་མ་མཐུན་པའི་གི་དེ་དྲང་མ་ཤེས་པའི་མི་བདེ་ཡིན། རྫུན་སེམས་མི་བདེ། སྲོག་ལྕམ་མི་བདེ་ཡིན། དྲང་མ་སེམས་མི་བདེ། ཕ་རོལ་པོ་འཁྱམ་ཏོག་ཏོག་ཁ་ཕྱེ་མི་བདེ་སྤྲོག་བཅའ་མི་བདེ་ཡིན་པས། ཚིག་རྩུབ་སེམས་མི་བདེ། གཞན་གྱི་སེམས་བློ་ཕོག་པའི་གི་གཏམ་རྩུབ་བཀྲ་བའི་ལམ་མི་བདེ་ཡིན་པས། ངག་འཆལ་སེམས་མི་བགྱི། དོན་དམ་སྙིང་པོ་རྩ་ལས་མི་སྦེད་ཀྱི་ཁ་གྱི་འཆལ་གཏམ་ལ་མི་བདེ་ཡིན་པས། བརྣབ་སེམས་སེམས་མི་བདེ། རྒྱུ་ནོར་ལ་སོགས་པ་འདོད་པ་བསླུ་སེམས་ཆགས་བདེ་བགྱི། འདི་ལོ་སེམས་གཞན་བདེ་འདོད་མི་བགྱི་ཡིན་པས། གནོད་སེམས་སེམས་མི་བདེ། གཞན་བསླུ་མ་རངས་པ། གནོད་སྐྱེ་གཉིས་ཀྱི་མནོ་བསམ་བཏང་མི་བགྱི་ཡིན་པས། ལས་ལོག་ལྟ་སེམས་མི་བདེ། ལས་རྒྱུ་འབྲས་ལ་སོགས་པ་ག་ནས་ཡང་མ་བདེན་པས་འདི་ལོ་ཆ་མ་བཞག་མི་བདེ་ཡིན་པས། དེ་ཙམ་གཅིག་བརྒྱའམ་སྟོང་སྟོང་ག་ར་གི་མ་ཤེས་མིན་འདི་ཚོ་ཞིབ་ཆ་བའི་ཧ་གོ་གོ་པིན་ཞིབ་ཆ་བའི་ཧ་གོ་བཞིན་གདའ། སྤང་བླང་ཚོ་ཆུ་བཞིན་འབད་རྩུབ་ཀྱིས་བཤད་གོ་གདའ་ན་ལས་མ་ཞིབ་ཆ་བའི་བཤད་གདའ་ག་ར་གི་རིག་པ་རྩེ་གཅིག་ཏུ་བསྒྲིམས་ཏེ་དྲན་པ་ཐེབས་ཅི་ར་སྟོན་འདི་གི་གདའ་ཉན་གོ་པིན་དང་བར་སོགས་སྤྱོད་པ་ཟེར། གཞན་ནི་སྲེད་སྦིས་ཀྱི་སྡིག་པ་འདི་སྡིག་པ་ཧྲིལ་པོ་ཐོབ་མི་གཅིག་དང་སྡིག་པ་ཧྲིལ་པོ་མ་ཚང་བ་སྡིག་པ་གི་བར་དྲི་མ་གི་གོས་མི་གཅིག་དེ་དབྱེ་བ་ཕྱིས་བཤད་དགོས་པས། སྡིག་པ་ཧྲིལ་པོ་ཐོབ་དགོས་པ་ཅན་བཞི་བསམ་སྦྱོར་བ་མཐར་ཐུག་ལག་ལེན་གར་ཚང་དགོས་པས་བཞི། ཕབ་པའི་རུང་བླངས་པའི་རུང་སེམས་མ་འཁྲུལ་བར་གཏན་གཏན་བུད་དེ་སེམས་ཅན་ཕབ་དང་བླངས་དབྱིངས་བཤད་པ། གཞི་བདག་ནི་སེམས་ཅན་འདི་འམ། བསམ་པ་འདི་ཁོ་སེ་གོ་རྣོ་བའི་གི་རྣོ་བསམ་ཐེར་པ་རེ་བཏང་ཚ་ཚའོ་སྦྱོར་བ་འདི། ལ་ལུག་གི་འདི་སེམས་ཅན་གི་དགུ་ལོ་སྟག་རེ་བཅབ་མི་ལ་ལུག་གི་སྒྲོ་གཟུམ་བཅབ་མི་ལ་ལུག་གི་དེ་གཡོས་ཀོ་ཀོ་སྟག་རེ་བཅབ་ཁ་ན་ལེན་པ་སྒྲོ་གཟུམ་བསོབ་ལ་ལེན་བསྟར་མི་འདི། མཐར་ཐུག་འདི་སྲོག་གི་དབང་པོ་འགག་འཁོ་དབུགས་ཆད་ཤི་གསོང་མི་འདི། ཨ་ནི་བཞི་མཚམས་དག། དེ་ལས་སྡིག་པའི་ཡན་ལག་བཞི་ཚང་བ་ཡིན། དེ་གའི་སྲོག་གཅོད་པའི་སྡིག་པ་དེ་ཁ་པ་རི་པ་གཅིག། སྲོག་གཅོད་མི་འདི་དང་སྲོག་གཅོད་པ་པོ། འདི་ལོ་བསྐུལ་བ་འབེབས་མི་ཕ་སེ་མི་ལྕམ་གཅིག་གི་སྡིག་པ་ཐོབ་ནི་མན། དེའི་སྲས་ཚེ་བླ་མེད་ཀྱི་བསྐུལ་བ་པོ་དེ་ལོས་ཡ་སྡིག་པ་དེ་ཐོབ། དེའི་སྲས་ཚ་བུ་དག་རྗེས་སུ་ཡི་རང་མེད་དེ་ལོས་ཡ་སྡིག་པ་ཐོབ་ཡིན། དེའི་སྲོག་གཅོད་ཐང་ལུ། དབྱེ་བ་ཕྱིབ་དྲུག་ཅེས་པའི་ས་ཅན། འདོད་ཆགས་ཀྱི་སྒོ་ལས་སྲོག་གཅོད་པ་ཡུལ། ཞལ་གདམས་ཀྱི་སྒོ་ལས་སྲོག་གཅོད་པ་ཡོད། གཏི་མུག་གི་སྒོ་ལས་སྲོག་གཅོད་པ་ཡོད། འདོད་ཆགས་ཀྱི་སྒོ་ལས་སྲོག་གཅོད་པ་སྟེ་གངས་རིམ་བྱིན་རླབས་ནི་ཨིམ་ཟེར་བ་ཅན་ལྟར་ན། རི་དྭགས་ཟོམ་ཅན་ཤ་ཟ་གོ་ནོ་སྟེ་སེམས་ཅན་ཨ་ནི་སྲེད་པ་ཅན་ཤ་འདི་ཞིམ་ནོ། ཤ་འདི་ལུ་སེམས་བྱ། སེམས་ཅན་ལ་ལུ་ཅིག་འདི་སྲེད་པ་ཅན་སྡིག་གི་སྤ་གོ་སྡིག་གི་འགོང་སྦོམ་ཐོ། འདི་སྲེད་གོ་ནོ་སྤ་གོ་ལུ་བྱ། སེམས་ཅན་གཉའ་ཁྲི་ལྟ་བུ་འདིའི་ནང་ན་ལས་ཁོག་པ་ན་ལས་མུ་ཏིག་ཐུན་ནི་ཡུལ།

ཡང་སྤྱི་སྨན་བསྒྲབས་སྦྱང་བྱེད་བྱིའུ་གསོད་པའི་སྐབས་སུ། ཕ་རོལ་པོ་ཡིས་བསྒྲབས་སྦྱང་བྱེད་གསེར་རྡོ་འཛོམ། ནི་འདི་ཞེ་སྡང་གི་མགུལ་ལས་སྲོག་གཅོད་པ་ཡིན། གཏི་མུག་གི་མགུལ་ལས་སྲོག་གཅོད་པ་སེམས་མི་བདེ། དཔེར་ན། ཕྱི་རོལ་མུ་སྟེགས་ཀྱི་ལྟ་བ་ལྟ་བུ་གཅིག་ཏུ་དང་སེམས་ཅན་གྱི་སྲོག་གཅད་བྱེད་ཀྱི་ལྷ་དབང་ཕྱུག་ཆེན་པོ་མཆོད་པ་ཅན་དྲུག་གཉིས་ཡིན། སེམས་ཅན་བྱ་དང་ར་དང་ལུག་གྲངས་མེད་པ་གཅིག་གི་སྲོག་གཅད་བྱེད་ཀྱི་དེ་ཡང་ལྷ་ཀླུ། མཆོད་པ་ཕུལ་མི་དེ་སོགས་དང་གཞན་ཡང་དགེ་བཙུན་གྱི་ཤག་སོགས་པ་ཅན་སྡེ་དགེ་དགེ་རྩ་ལུ་སེམས་ཅན་བྱང་ཁ་ཨ་ནི་ཅིག་སད་པ་ཅན་ཡང་དག་པ་ཨིན་ཡིན་ཟེར་ཆོས་མ་ཡིན་པའི་ཆོས་སུ་བསྒོམས་ཏེ་སད་མི་ཚོ་གོང་རང་གི་དེ་བཟང་པོ་གཅིག་དགེ་བ་གཅིག་ལུ་མིག་དེ་དགེ་བདེ་བོ་ཡིན་ས་ཅི་རུ་བཟང་པོ་ལུ་མ་སོང་དེ་མ་སོང་མི་དེ་གཏི་མུག་གི་དབང་གིས་བཟང་ངན་ལེགས་ཉེས་དེ་ཕྱིས་མ་ཚུགས་པ་ལས་རྟེན་འབྲེལ་འགལ་དེ་ཟད་སིབ་ཡིན་པས་དེ་བཟོམ་པའི་ང་ཅག་ར་གི་འབྲུག་ཆོས་ཅན་གྱི་རྒྱལ་ཁབ་ནང་ལུ། མུ་སྟེགས་ཀྱི་ལྟ་བ་དབུས་སུ་མེ་སྟེགས་ཀྱི་བལ་ས་སྤྱི་རུ། ཧེ་མ། བུན། དྭ་བླས་བསྟན་ཏེ་བུན་ནག་བུན་དཀར་གྱི་ལུགས་ལུགས་འདི་གཟུང་མེད་ཀྱི་རྣམ་བཞག་མིན། བུན་ནག་གི་ལུགས་སྲོལ་འདི་དར་བའི་ཀྱི་སྲོལ་འདི་རྒྱུད་མ་ཉམས་ལས་བསྟན་ཏེ་ད་དུང་ང་ཅག་ར་འཇིག་རྟེན་པ་ཚོ་གི་བབས་སོ་ཆོས་སྐུ་བཏང་ནི་ཨིན། ལོ་ཆོས་བཏང་གོ་ལོ་གཅིག་གི་རྐན་བར་ཆད་གང་ར་བཟློག་གོ་ཆོས་ཁབ་ལུགས་དཔག་དྲངས་གོ་ཁྱིམ་ཟབ་ཚོ་ལོ་བཞེས་གོ་ཕྱིན་གོ་ནོ། ཐབས་འདིས་སྲོག་འདི་གི་སྲེད་བསྡེབས་ཆོག་གོ་དམ་ཨིན། ཨཱ་ནི་གཏི་མུག་གི་དབང་གིས་སྲོག་གཅོད་པ་ཨིན། ག་བྱེད་པའི་གཏི་མུག་གི་དབང་གིས་སྲོག་གཅོད་པ་བས་བཞག་གོ་མོ་ཟེར་བ་ཅན་འདི་དགེ་བ་སྲེད་དང་བཅས་པ་གིས་སྲོག་ཤར་བས་བཞེད་དགོ་བདེ་བ་པ་ལེ་ར་མིན། དགེ་བ་སྲེད་དང་བཅས་པ་ཐམས་ཅད་སེམས་ཅན་ཐམས་ཅད་བུ་གཅིག་གིས་ཨ་ཡིག་འཛོམས་པས་ཐུགས་བརྩེ་བ་ཅན་ཡོད། ཨ་ཡིག་གིས་གདོང་དཀར་ལུགས།

འདི་མ་ཐུབ་ཡིན་པས་འདི། སྦྱིན་བདག་གཅིག་བསླུ། མནོ་བསམ་གཅིག་ལས་བཏང་པ་ཅན་འདི་ཡང་གག་མེད་པ་ཡིན་པས་གག་བྱེད་པས་ཟེར་བ་ཅན་སྦྱིན་བདག་འདི་གིས་ཕྱིར་ན་བསླུ་བག་མི་འདུག་ཟེར་བའི་དྲིས་ལན་གཅིག་ལས། ཆོ་ག་སོགས་སྒོམ་ཁྲལ་བྱོན་མི་ཐུབ་པོ་འོང་དང་ཡོད་ཀྱི་ཚ་རྒན་ཡིན་པས། གཅིག་ལས་ཁྱིམ་བཟའ་འདི་སོགས་ཀྱིས་འདི་ན་བསླུ་བཤགས་མི་འདུག་ཟེར་ཁ་བཏང་འོང་དང་ཡོད་ཀྱི་ཚ་རྒན་ཡིན་པས། ཧེ་མ། བབ་མ་བསད་པས་ཕྱིར་ན་བསླུ་བཏོམ་བཤམས་དང་བཀའ་དགེ་རྩ་ལས་བཞེས་མི་ཐུབ་པས

སྤྱིར་སྐད་གསང་གི་ཕྱག་རྫས་ཐུབ་པ་གི་ཤ་ཟ་གཏུབ་དང་མ་གཏུབ་ཀྱི་སྐོར་ལས། ཐེག་པ་ཐུན་མོང་དུ་གསུངས་མིན་གཅིག་དང། ཐུན་མོང་མ་ཡིན་པའི་སྔོན་ལ་གསུངས་མིན་རྣམ་པ་གཉིས་ཡོད། ཐུན་མོང་དུ་གསུངས་མིན་གདངས་ལོ་སྦ་བ་ཅན། རྣམ་གསུམ་དག་པའི་ཤ། རྣམ་གསུམ་དག་པའི་ཤ་ཟེར་ཡ་ལ་བི། མུ་གསུམ་དག་པའི་ཤ་ཟེར་ཡ་ལ་བི། རྣམ་གསུམ་དག་པའི་ཤ་དེ་ཟ་གཏུབ་ཟེར། རྣམ་གསུམ་དག་པའི་ཤ་མ་ཟ་བ་ཅན་ལྷས་སྦྱིན་གྱི་ཉེར་སྤྱོད་བཞུགས་འགྱུར་ཟེར། རྣམ་གསུམ་དག་པའི་ཤ་ཟའི་མི་དེས། མཐོང་ཐོས་དོགས་གསུམ། ཤ་ཟས་པ་རང་གི་མིག་གིས་ཡང་མ་མཐོང། བདེ་གི་དོན་དུ། སེམས་མེད་བསྣོལ་བས་ཀྱི། རྣ་བ་གིས་ཡང་མ་ཐོས། བདེ་གི་དོན་དུ་བློ་གསལ་སེམས་དབྱིབས་འདྲེས་བསྣོལ་བས་ཀྱི་སེམས་ཀྱི་དོགས་པ་ཡང་མེད། ཡང་དག་རང་བཞིན་གྱིས་ཤི་བའི་ཤ་ཟོམ། ཡང་ཅི་མིན་དུ་རོ་ཧེ་མ་ལས། སྲེག་ཚགས་སྡེ་དགེ་དེ་སྐམ་སྡེ་དགེ་དེར་བ་ནས་པའི་ལག་བརྒྱུད་པའི་ཙོང་ཏེ་ཤོད་སྦེ་ཀེ་ཤ་ཟོམ་ཨིན་པ་ཅན་ས་ཏུ་སེ། བ་ནས་པའི་སུང་གི་ཡུལ་དེའི་ཐེག་པ་ཐུན་མོང་ན་དད་པའི་སྲུང་འགོ་མི་དེ་རིལ་གྱི་མཁན་པོ་གཅིག་གུ་མ་བཀག་པ་སངས་རྒྱས་ཐབས་ལ་མཁས་པའི་དབང་གི་རིམ་པ་བཞིན་དུ་བཀག་ནས་ཀྱི་ཐབས་ལ་སྲུང་སྲུབ་ཨིན་ཟེར། ཐུན་མོང་མ་ཡིན་པ། ཨ་རིག་པའི་མདོ་སྡེ་ནང་ལས་བྱང་སེམས་བློ་གྲོས་ཆེན་པོ་ལ་སྲུང་མི་གནང་ན་ལུ་ཤ་རྩ་བ་ལས་ཟ་མི་འདུག་ཅེས་གསུངས་དུས། ཤ་རྩ་མ་དུ་མི་དེས་ཤ་དེ་དང་བར་དུ། ཁྲག་དང་ཁུ་ཆུ་ལས་བྱུང་བ་སྦས་ནས་བདེ་གི་བཙོག་པ་ཡིན་ཟེར། དེ་གཙང་བར་འདོད་པའི་ཕྱིར་ཡང་བྱང་ཆུབ་སེམས་དཔས་ཤ་བཟའ་བར་མི་བྱ་ཟེར། ཤ་འདི་གའི་ང་ཅག་གི་ལུས་ལུ། ཟས་ཀྱི་ཚོད་མི་ཟིན་པ། གནའ་མི་ས་མི་དེས་ཟས་ཐེབས་ཟ་འོང་ཟེར་འདི་གའི་ཡང་ཤ་མི་ཟ་ཟེར། ཤ་འདི་གའི་ལུས་ལུ། ན་བཟའ་ལས་ཤ་སྐྱེས་འོང་ཟེར། འདི་ལས་བརྟེན་འདི་གའི་ཡང་ཤ་མི་ཟ་ཟེར། ཤ་སོགས་འབྲུ་བྱེད་པའི་ས་ཆེན་སྲོག་ཆགས་སྲིན་འབུ་ཕྲ་མོ་འདི་ཚོང་གི་དྲི་ཚོར་བའི་སྐབས་སུ་ཡང་ང་འཇའ་ཡལ་སེ་འོང་ནོ་འདི་གི་ཁུངས་ལོ་འཇིགས་སྐྲག་བསམ་གྱིས་མི་ཁྱབ་པར་བྱེད་ཀི་ཝི། སྲིན་པོ་རྣམས་ཀྱིས་ཀྱང་དམ་པའི་ཆོས་ཐོས་དེ་གའི་དམ་བཅའ་ལེན་པའི་སྐབས་སུ་ཤ་མི་ཟ་འདི་གའི་ཤ་ཟ་བར་མི་བྱ། ཤ་ཟ་བ་པོ་འདི་སྤྱང་སྐེ་དང་ཁྲག་དང་ནེའུ་ལེ་བྱི་ལ་ལ་སོགས་པ་ལུག་སྐེ་སྟེ་དམྱལ་བ་མ་རུངས་པ། འོ་དོད་འབོད་པ་ལ་སོགས་པ་རྣམས་ལུག་སྐེ་བའི་ཕྱིར་ཡང་ཤ་མི་ཟ། དང་དེ་ལྟ་བུ་ཉེས་པ་བསམ་གྱིས་མི་ཁྱབ་པ་བཅས་གསུངས་དུས་ཡོད་དཱ། ཤ་ཡི་ནང་ལས། སྨྱོས་ཤ་ཟེར་མི་དེ་གནའ་མི་བསམ་མས་སྡིག་པ་བྱས་དྲགས་པས་གསུངས་དུས་ཡོད། སྨྱོས་ཤ་ཟེར་མི་དེ་ཕ་རོལ་པོ་གི་དོན་དུ་སྨྱོས་ཏེ་ང་ཨ་ནི་བི་ནི་ཨིན་ཡིན་ནོ། དམིགས་པ་སྟེ་དེ་བི་གི་ཤ་དེ་སྡིག་པ་བྱས་དྲགས་པའོ་དཱ། དེ་ང་ཅག་གིས་དབུལ་བ་ཆོས་སྐུ་བཏང་ས་གི་བབ་དེ་ལུགས་གནའ་མི་བསམ་མས་ཀྱི་དེ་སྡིག་པ་དེ་སྦོམ་པའི་ཁྲིད་ཉིད་ཡིན་པས། ག་ཅི་བི་ཟེར་བ་ཅན། འཕགས་པ་འདི་ལོ་གཉིས་དང་གསུམ་གྱི་གོང་ལས་ར། དང་བར་ཡ། ཚེ་བའི་དགུ་ལས་ར་དམིགས་ཡུལ་འདི། ཤ་ཡི་དྲན་གླུ་དམིགས་པ་གཏད་གཏད་མ་གཏོགས་གོ་གློ་བུར་དུ། གཞན་འཛོམས་པའི་སྐྱེ་འགྱེད་དབང་གིས་སད་སེར་ཙག་ལས་ར་མི། ཡོན་བདག་འདི་གི་ཡང། བདག་ཡོན་བདག་འདི་གི་ཕྱི་ན་ལོ། དེ་བླ་མཆོག། དེ་ལ་ལོ་སོ་ཡི་སོ་ཡི་བཅོས་མི་རེ་རེ་གཉིས་གཉིས་ཏེ་བཅད་རེ་མི་བྱས་ས་ཧ་མ་གོ་མི་ཡ་འོང། ལོ་ལྟར་དུ་ཆོས་སྐུ་གཅིག་གི་རྟགས་མི་འབར་བ་ཅན། དུས་བདག་གི་ཁྱིམ་འདི་ཨིན་བ་ཡ་ཤེས། འདི་གའི་ཁྱིམ་ན་ལོ་བབས་སོ་ཡ་ཤེས། ཤོག་བུ་བཏང་པའི་སྐབས་སུ་བབས་དེ་སེར་བཟའ་ནི་ཨིན་མེ་ཤེས། མཐོང་བ་དང་ཐོས་པ་དང་དོགས་པ། ག་ར་དང་ཁྲོས་ཁྲོས། རང་གི་དོན་དུ་དམིགས་བདེ་གི་སད་སེམས་ཟོམ་གྱིས་བསྡད་པའི་རྒྱུ་ཡིན། ཨ་ནེ་པའི་འཇུག་བདག་ལོའུ། སེམས་ཀྱི་དངོས་སུ་སད་པིག་གི་སྡིག་པ་དེ། སྦྱིན་བདག་ལོའུ་ཡ་ཁྲི། ཆོས་གནས་ལོའུ་ཡ་ཁྲི། ད་ཆོས་དབྱིངས་སྦྱིན་བདག་གཉིས་ཀ་དེ་ལས་མ་དག་པའི་ཚོར་བ། ལོག་པའི་ཚོར་བ། དེ་དམྱལ་བ་ལུ་སྐྱེ་བོས་ཀྱི་རྒྱུ་སྒྲུབ་པ་མ་གཏོགས་སྐད་མདངས་བར་ཆད་སེལ་བའི་ཀྱི་རྒྱུ་ལུ་སྟེ་རྩ་ལས་མ་གསུམ་ཡིན་པས་ཛཔ྄་སྤྲུལ་རིན་པོ་ཆེས་ཀྱི་གསུང་དུ། ཐ་ན། ཆུའི་ལས་འཇམ་པའི་སྐྱེ་མེད་སེར་མོ་བ། སོ་བདུད་སྡིག་གི། ལྕགས་སྒྲོག་འབུམ་རེ་བསགས་པ་ཅན། སངས་རྒྱས་དང་བྱང་ཆུབ་སེམས་དཔའ་བའི་ནུས་པ་ཆེའོ་མིའི་དེ་ཀའི་སྐད་མདངས་བར་ཆད་སེལ་ཚུལ། ཤ་ཁྲག་གི་མཆོད་པ་བགེགས་ཀྱི་རྐྱེན་དམ་པར་བྱེད་ཟས་མི་ཚུགས། ལྷག་པར་དུ་བསད་པའི་ཚེ་དུང་གདུང་པའི་ནད་མང་བསད། དེ་གི་ཉེས་པ་འདི་ཁྲི་ཉིས་ཡིན། ཏེ་འདི་ལོ་ཨ་ཙི་རི་བྷནྡྷོ་ཟོམ་པའི་མི་འདི། ཤ་ཁྲག། བཟའ་མི། འབྱུང་པོ། ཨ་ནི་འབྱུང་པོ་འདི་ཚུགས་ཀྱི་དེ་ལས་འབྱུང་པོ་དང་དེ་འཇིག་རྟེན་པའི་གི་ལྷ། ཤ་ཁྲག་ལུ་ག་བ་ལས་ཤ་ཡུལ། དཔའ་བོ་རྣལ་འབྱོར་མོ་རྟ་མི། རྗེ་ཡ་ང་ཅཱ་ར་གི་དེ་གྲོང་ཕྱུགས་ཀྱི། བན་བོན། ཨ་ནི་གཙོ། དེ་འབྱུང་པོ་དང་དེ་གཅིག་གིས་གཅིག་གིས་གྲོགས་པས་དེ་སྐད་མོ་རྟག་གདབ་དེ་ལྷ་སྲུང་དེ་ཁྲོས་ཆད་དུ་ཟེར། དེ་ཤ་དེ་སེ་གཏམ་ད་ད་ནི་ཤ་ཁྲ་ལུག་ག་མིག་གིས་འདྲི་ཟིན་དེ་སྟེང་ད་འོང་དེ་ཤ་དེ་ཟ་དེ་དེ་གི་ཨ་ཙི་རེ་ཕ་སྦྱིན་བདག་གི་སྐད་འཕར་ཅིང་སེ་དོང་ཟོམ་གྱིས་སྦས། དེ་ཨ་ནི་པས་དེ་ཇོ་བོ་ཡིན་ཟེར། གཏི་མུག་གི་དབང་གིས་སྲོག་གཅོད་བག་ཟེར་མི་དེ་ངོ་མ་ངོ་མ་དེ་དེ་ཨ་ནི་ཟོམ་གྱི་ལོ་ཁོ་ཉིད་ཡིན། གཞན་ཡང། སྐྱ་རགས་ཀྱི་རྒྱུད་ལོ། སྲོག་གཅོད་པ་གིས་སྡིག་པ་མིའི་རྣོ་སྦྱོར་བ་ཅན་སྲོག་གཅོད་པོས་གིས་སྡིག་པ་མི་དེ་རྩ་ལེ་ར། མི་འབྱོར། སྤྱིར་སྐྱེ་སྔ་སྐྱ་རགས་ཀྱི་ཐ་ན། ལྟོ་གཅིག་ས་ས་སྐྱེ་རུ། ལྗགས་ལ་བསྡུ་བའི་སྐབས་སུ། དེ་བུ་མ་ཡིན་ཀ་དེ་བྱས་སྲེག་གོ། ལམ་གཅིག་འཇོག་བྱེད་བས་ས་སྐྱེ་རུ། རྐང་འོག་གི་སྲོག་ཆགས། གྲངས་མ་ཡིན་ཟོར་གྱིས་སྲེག་གོ། ལ་ལ་གཅིག་གིས་སྦ་བ་ཅན། གླང་གཅིག་སྲེག་མི་དེ་བས་དེ་སྔ་སྐྱ་ལྟོ་ས་མི་དེས་སྡིག་པ་བྱས། དེ་འདི་ན་ལོ་དེ་དགུག། དེ་དྲང་གིས་མི་ཆུད་པ། སྲེ་འོང་ཞེས་བསླབ་མི་ཡ་ཡུལ། དེ་མ་པ་སྲེ་ནི་དེ་སྲེ་འོང་ཨི་འདི་བེ་ས་ཅི་རོ། གཞི་བསམ་སྦྱོར་བ་མཐར་ཐུག་དེ་གི་ཏོ་སང་མི་དང་ག་ར་ལུ། དེ་འདི་མ་ཚང་ནི་དེ་གི་སྡིག་པའི་ཡན་ལ་རྫོགས་མ་རྫོགས་གི་ཁད་པར་ཡ་ཡུལ། དེ་ལྷག་པར་དུ་དེ་ང་ཅག་ར་གི་དེ་སྡིག་པ་སྦྱོང་བའི་ཆེད་དུ། དེ་དམིགས་པ་ཀའི་ཐབས་ལ་སོགས་པ་དེ་ཐབས་ཤེས་ཡ་ལས་བྱ་ཡུལ་བིན། དེ་ད་དོ་རྩ་བའི་སྲོག་གཅོད་འཛེམ་བགོབ་དེ། དེ་རྣམས་ནི་བསམ་མེད་དེ་གལ་ཆེའོ་ཡིན་པས། སོགས་དད་པའི་བཅོས་ཐབས་རྡོ་རྗེའི་སྦས་ས་ཅན། དག་སྡིག་གི་རྣམ་པར་སྨིན་པ། ད་གའ་དད་པའི་མྱོང་གོམས། འབྲས་བུ་མྱོང་སྟངས་འདི་ལོ། དེ་རྣམ་སྨིན་གྱི་འབྲས་བུ། རྒྱུ་མཐུན་གྱི་འབྲས་བུ། དབང་གི་འབྲས་བུ། སྐྱེས་བུ་བྱེད་པའི་འབྲས་བུ། འབྲས་བུ་སྨིན་དང། ལས་བྱ་ཡུལ། དང་བ་ར། དེ་རྣམ་སྨིན་གྱི་འབྲས་བུ། ག་དྲིན་སྙོམས་ཟེར་བ་ཅན། དེ་ནང་གསེས་ཀྱི་དབྱེ་བ་ལས་བྱ་ཡུལ་ས་བཅད་རུང། དེ་རྣམས་མིང་གི་འབྲས་བུ་དེ་གཉེར་བ་ལུས་སྐྱེ་འོང། གཉེར་བ་ལུས་སྐྱེ་བའི་དཔེས། མདོ་བརྫངས་ལུས་ནང་ལས་གསུངས་དུས། སྨྱོན། འདས་པའི་དུས་སུ། སེང་གེའི་ཡི་དམ་བསྟན་པ། སེང་གེའི་ལུས། དབུས། གསེར་གྱི་ཁ་དོག་ཅན་ཅིག། ཡིན་པས། དེའི་སྐབས་སུ་སངས་རྒྱས་འཇིག་རྟེན་དུ་འབྱུང་བ་མེད་པས། འཇིག་རྟེན་ན་ལུས་རང་སངས་རྒྱས། དེ་ལས་ཤཱཀྱ་ནགས་ཚལ་ནང་ལ་བཞུགས་དུས་ཡོད་དུ་སེང་གེ་དེ་བྱང་ཆུབ་སེམས་དཔའི་སྐལ་བ། ཁོ་རང་སངས་རྒྱས་ཚུལ་ལུས་གུས་པར་བསྐྱེད་དོ། རང་སངས་རྒྱས་ཚོགས་ཀྱི་དེ་ཞབས་ལོ་བསྐྱེད་གདབ། དེ་ཚོད་ཀྱི་སྐུ་མདུན་ལོ་ཉེས་དུ་དུབ་ཡིན་པས། ཤཱ་རོབ་ཅིག། ཤཱ་རོབ་དེ་ཁོ་ནོར་རྫས་ལུས་རྣམས་མེད་སར་མེད་དེ་ཞེན་ཆགས་འདོད་པ་སྦོམ་པས་ནི་དེ་གི། ནི་སེང་གེའི་པགས་པ་གསེར་གྱི་མདོག་ཅན་དེ། གསེར་དེ་གི་པགས་ཀུ་དེ།